འོ་དེ་ནས་ད་ད་འདི་བརྙན་ཐུབ་དང་ཉེ་བ་ཡིན་དེ་ནས་དང་བོ་མོ་མ་བལྟས་ན་ཉེ་བ་འདི་འབྲེལ་བ་མེད་ཁ་ན་འགྲོ་ཟིག་ཡིན་ད་ད་ཁྱེད་ཆོས་དང་བོ་མོ་གཅིག་བལྟས་དེ་ནས་ད་ཉེ་བ་མོ་ཡིན་གོ་ད་འདི་བཏུབ་ཚུལ་ཉེ་བ་མང་བོ་བཤད་རྒྱུ་ཡིན། དེ་ལྟ་ན་ཨ་ཆོས་སྔ་མའི་ལས་འདིའི་གསོག་ཆོག་འདི་གཅིག་བཏོན་ན། ད་འདི་ལྕམ་པོ་འདིའི་རིགས་འདི་ཡིན་ན་འདི་ཤེས་མགོའི་སྒོ་ནོར་ར་དུ་མུ་ཏུ་དཔར་ལེན་དགོས་ནི་རེད་ཡ། འོ་འདི་ཁས་བླངས་དང་ཟིག་ཨ། དང། དེ་ནས་དང། ད་འདི་ནས་བརྡ་ལས་བཞག་ན་ད་འདི་ན་མང་བ་ཟིག་ཡོད་ནོ་འདིར་བཀའ་ཚང་མ་མི་དགོས་ནས་ཀྱི་རེད་ད། ངས་འདི་བསྟོད་པ་འདོད་དོ་དེ་ཕྱི་ཕྱི་རེ་བཞིན། འདི་ནས་འདི་ཤེས་དཔེ་འཇོག་རྒྱུ་ན་འདི། གཉེན་འདུན་མོ་རང་ང་ཟིག་རེད་མོ་འདི་རེད། འདི། དུམ་བུ་ཟིག་རང་ང་ཟིག་རེད་ལ། འོ་ད་ང་འདིའི་ནང་གི་ཆི་ཟིག་དགོས་དོ་ཀི་ཟིག་ན་ང་འདིའི་ར་མ་ཟིག་ན་འགྲོ་འདི་ཧ་ར་འཇོག་གི་ནོ་ཀ་དགོས་དོ་ཀི། དེ་ནས་ང་འདི་འདི་ནས། ད། ལུག་ཏུ་བཀོད་ནས་ན་འདི་སྐེ་རིང་བོ་ཅང་པོ་འདི་དགོས་འདོག་གི། དེ་ནས་བཏང་ན་ད་ངས་འདི་ཆུ་ཟིག་གིས་དགོས་གི་ཟིག་བཏང་ན་འདི་འགྱོ་བ་ངས་མཐུ་རྒྱུ་རེད་ཡ། ད་ཆུ་ཤེལ་མཐུག་དགོས་གི་ཟིག་བཏང་ན། འདི་ཤེལ་བཟང་གི་ཟླ་བཞག་གིས་ཟེར་རོ་ཀ་འདི་ཤེལ་བཟང་གི་ཟླ་བཞག་གིས་ཁུར་དགའ་མ་ར་འགྱོ་གི་ཟིག་གིས། གཅིག། གཉིས། གསུམ། བཞི། ལྔ། འོ་འདི་ཤེལ་སི་ར། སྤར་ཆའི་ནང་ལྟེ་ནི་ར་དེ་ནས་ད་མཚམས་མེད་བཏང་དགོས་གི། ད་མཚམས་མེད་འདི་ལ་བཀག་ཅིག་ནན་བཏང་ཟིག་ཨ། ནན་བཏང་ན་ད་ཞབས་ན་འདི་རེད་འདི་ན། ཡི་གེ་ཟིག་ག་ཆ་ཟིག་ཤར་འདུག་ནང་འདི།

ག་ནན་བཏང་ན་ད། འདི་ད་འདི་སྟབས་མགྱོགས་ནི་རེད་ཡ་འདི་རེད་ད་འདི་སྟབས་ཐང་ཟིག་ཨ། ད་ང་འདིར་བཀའ་བསྒོ་དགོ་ནི་མ་རེད་གོ། ང། འདི་བསྒོ་དོ་ནི་རེད་ཟེར་རོ་ནང་ང། འདེམས་འཇོག་ནི་བཀའ་བསྒོ་དོ་ནི་རེད། ད་ང་འདི་ནས་བཟུང་ད་བསྒོ་ནི་མ་རེད། ད་མར་བསྒོས་ན་ཆི་ཟིག་གིས་བསྒོ་གི་ཟིག་ན་ད་ང། ཡང་དེའི་རྫ་ནས་བསྒོ་རྒྱུ་གང་རེད་ཟེར་ན་འདི་རེད་ད་འདི་ན་ར་མ་ཟིག་ཧ་ར་འཇོག་གི་ནི་བཀའ་བསྒོ་དོ་ནི་རེད། དེ་ནས་བཏང་ན་ད་ངས་འདི་ནས། ར་མ་འདི་སི་ར་མ་ཡོང་གོང་འདི་ནས། མདོ་མོ་གཟིགས་ནས་ངའི་མགོ་རྩོམ་གྱིར། མགོ་རྩོམ་གྱི་ཡིན་ན་ད་འདི། ད་འདི། གོང་གི་འདི་མི་དགོས་གི་ད་འདི་ཐུགས་དཀར་བོ་འཐེན་ཞོག་གནང་འདིའི། ཐུགས་དཀར་བོ་འཐེན་ཞོག་ག་འདི་སྐྱིད་སྐྱིད་དག་དག་ཁོ་ན་ཐུགས་དཀར་བོ་འཐེན་ཞོག་གནང། གང་གི་ཡན་ཆད་མི་དགོས་གི་ད་གང་གི་མན་ཆད་གི་ར་མ་ནག་པོ་ག་དགོས་གི། དེ་ལྟ་ན་ཡང་འདི་ངས་བཏུབ་གྱིར། ཡང་ངས་འདི་ནས་ཡི་གེ་དང་བོ་མོ་ལྕམ་པོ་འདི་ཨེ་སི་ལྕམ་པོ་བྲིས་ཞོག་གནང་ག་ཡི་གེ་དང་བོ་མོ་ཨེ་སི་ཡིན་ནི་ལྕམ་པོ། བཀའ་རྣམས་དང་འདི་དག་སོགས་གཏུབ་འཇོག་ནི་རེད་ཡ། དེང་དང་འདི་དག་སོགས་ད་ང་འདི་འདི་དགོ་ནི་མ་རེད་མོ་ད་ང་འདི་བར་གི་འདི་དགོ་ནི་མ་རེད། སོགས་ཆོག་སྐད་རང་དབང་འདི་དགོ་དོག་གི། ད་དཔའ་འདི་ཅང་པོ་འདི་མི་དགོ་གི། འདི་སྐྱིད་གི་འདི་ན་སེར་ཐུག་བཞབ་ཆོག་ནོ་ཞབ་འབོ་བཀའ་འདི་མི་དགོ་གི། ད་འདི་མ་དགོ་ན་ཆུ་ཟིག་གི་སྣོག་དགོ་གི་ཟིག་བཏང་ན། ད་འདི་རེད་ཀློག་པ་དབྱེ་ཕྱོགས་གི། ཞབ་ན་འདི་ན་བཀའ་སྙིག་གི་སྣོད་ཡོད་ནོ་ཞབ་འབོ་འདི་ལ་ག་ཅིག་ནན་དང་འདི་དག་སོགས་ད་མེད་ནས་འཇོག་ཨོ་དེ་རེད། དེ་ནས། ད་ཆི་ཟིག་རེད། ད། སྲོག་ཆགས་སྐྱེ་རིང་བོ་ལྕམ་པོ་འདི། གཏན་ནས་ཚར་ནི་ར་ར་མ་ཧ་ར་འཇོག་གི་ནོ་ག་སྟོན་གྱི་རེད། འོ་ག་མོ་ཟིག་རེད། ད་ཁིར་གིས་ལྟེབ་སྟངས་དུ་མོ་ཟིག་རེད།